དགོན་སྡེ་གཉིས་ཀྱི་འོག་ཏུ་ནི་རིས་མེད་ཀྱི་བགྲོ་གླེང་ཐེངས་དྲུག་པ་འཚོགས་པའི་དུད་ཚང་ཁྱད་པར་ཅན་དེ་ཆགས་བསྡད་ཡོད་རེད། འདི་ལ་ནི་ད་མེ་མདའ། མེ་མདའ་གངས་ལ་ཕོག་པའི་ལྷ་སྐལ། བླ་མེད་རྣམ་རྒྱལ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་དང་བདེ་ཆེན་གཉིས་ཀྱི་སྐྱབས་མདའི་ཡེ་ཤེས་ནག་པོ། དེ་ནས། ད་བདེ་ཆེན་ཉིད་ཀྱི་སྐྱབས་འདིར་གྲོང་མ་ཡེ་ཤེས་ནོར་བུ་ནར་མ་གཉིས་ལ་གོས་ཆ་སྔོན་དུ་བཏང་ནས་འདི་འདིར་བཞུགས་པའི་རིམ་པས་ཀྱི་མཁས་པ་དང། ད་ཆོས་རིག་ལས་ཁུངས་ཀྱི་ལས་འགན་རྣམ་པ་ལ་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་དང་སྦྲགས་ནས་ད་དེ་རིང་ངའི་འདི་མ་ལ་ཨ་ནི་བགྲོ་གླེང་གི་དམ་བཅའ་ཡིས་ཨ་ནི་རྩོམ་ཤོག་དེ་སྒྲོག་སྦྱང་བྱས་ཏེ་ཆགས་བསྡད་ཡོད་རེད། སྤྱི་དང། ད་ང་རང་ལ་སེམས་པ་སེམས་ལ་བཏང་ཡོད་ན། རིས་མེད་ཀྱི་མཁས་པའི་མདུན་དུ་བགྲོ་གླེང་འདི་ཡིས། སོ་སོ་ལ་ཡོན་ཏན་འདྲ་བ་ཡིན་ན་འདྲ་སེམས་མི་བཏང་གི་དུས་ཙམ་གཅིག་ཀྱང་ཡོད་མ་རེད། ཡིན་ན་ཡང་མེ་མདག་ཅུང་ཡང་ལྷ་སའི་སོ་མིག་ནས་སོ་བ་ནང་བཞིན་གྱི་ད་སོ་སོ་ཡི་ཚོགས་བསགས་སྒྲིབ་པ། དག་པའི་ཨ་ནི་རྒྱུ་དང། དེ་ནི་མཁས་མང་འདུལ་བ། རྒྱ་མཚོའི་དབུས་ནས། དེ་སོ་སོ་མ་འོངས་པར་ག་འདྲའི། བགྲོ་གླེང་དམ་བཅའ་བྱས་ན་ག་འདྲའི་བྱུང་བའི་བློ་སྐྱེད་ཅིག་ཡག་པོ་ཅིག་རག་གི་རེད་བསམ་ནས། གཙོ་བོ་ཨ་ནི། དམིགས་ཡུལ་ཡིན་ན་འདྲ། ཨ་ནི་འདི་ལ་ཨ་ནི། དམིགས་ནས་དེ་ནས། ཅིག་རྩོམ་ཤུགས་ཆུང་ཆུང་ཅིག་བྲིས་ཁ་སྐོང་འདྲ་བྱས་ཡོད་རེད། ད་འདི་ལ་སྤྱིར་ཅི་ལ་བསམ་བློ་བཏང་ན་ངས་འདི་རྩོམ་ཤོག་འདི་ལ་ད་སོ་སོ་ལ་ཡོན་ཏན་མེད་ཙང་ལུང་འགལ་བ་དང་དེ་ནས་དགོངས་པ་འདུལ་སྟངས་མ་འདྲ་དང་དེ་ལྷག་པར་དུ་དེ་ང་རང་ཡི་བོད་སྐད་ཡང་གཙང་མ་ཤེས་ཀྱི་མེད་ལ་ཨ་ནེ་ཁ་ཡི་ད་ཚིག་གི་སྡེབ་སྦྱོར་ཡང་ཡག་པོ་མེད་མེད་ཙང་ཅིག་སྤྱིར་ན་རིས་མེད་མཁས་པ་མཁས་པ་རྣམས་དང་ཡང་དངོས་སུ་སྔ་འགྱུར་སྙུག་མིན་མཁས་པ་རྣམས་ལ་ནི་དགོངས་ཁར་མེད་པ་ཞུ་ཞུས་ནས་ཨ་ནེ་ང་རང་ཡི་འདི་མ་ལ་ད་སོ་སོ་བློ་དོགས་པས་དཔྱད་ནས་འཛིན་བསམ་འདྲ་བོ་བྱས་ནས་སྒྲུབ་དོན་འདྲ་མི་འདུག་ཨ་ནི་ས་གཞི་འདི་མདོར་བསྡུས་ཅིག་ཞུ་ཡས་དེ་ཡིན། ད་དེ་ལ་ཅི་ད་ངས་པོར་རྗེ་བྲག་གཅིག་སྟོང་ངོ་ར་འདྲ་འདྲི་བྲག་བྱས་རེད་དེ་ད་དེ་ལ་པོར་རྗེ་བྲག་གཅིག་ས་མིག་སང་དུ་ཡས་བྲག་གཅིག། སུ་གོང་ད་ངས་ཕ་གཅིག་ད་དེ་མ་ཨོ་དེ་རེད་དེ་ནི། དེ་བྱས་ད་ངས་བརྗོད་བྱ་ལ་བསམ་བློ་བཏང་ན་ད་དབུ་མ་འཇུག་པ་ནས་བསམ་གྱི་རྙེད་པ་ནང་ནས་དེ་ནི། ད་ཆོས་རིག་ལས་ཀུན་སྣང་བ་ཞིག་བཞག་བྱས་ནས། ད་སེམས་ཅན་གཉིས་པ་ལ་ནི་ནང་ནས་ད་གཞུང་ཚིག་འདྲ་བ་ནི་གང་གིས་གང་ཞིག་གང་ལ་སྤོང་སྤྱོད་པ་གསུམ་དུ་དམིགས་པ་ཡོད་ན་ཚུལ་ཁྲིམས་དེ་འཇིག་རྟེན་པ་ཡི་ཕ་རོལ་ཕྱིན་ཞེས་བཤད་གསུམ་ལ་ཕྱག་དཔེ་སྟོང་སྟེ་འཇིག་རྟེན་འདས་གསུང་བ་དེ། ད་ཚུལ་ཁྲིམས་ཀྱི་ཕ་རོལ་དག་གསུམ་ལ་གཙོ་བོ་ལྟ་བའི་སྒོ་ནས་ནི་ཚུལ་ཁྲིམས་ཡི་ཕ་རོལ་ཐོབ་པའམ་ཚུལ་ཁྲིམས་ཕ་རོལ་རྫོགས་ཚུལ་དེ་དེའི་སྐོར་ལ་ནི་དཔྱད་པ་འདྲ་བོ་བྱེད་ཁ་སྐོང་འདྲ་བོ་བྱས་རེད། ད་དེ་ལ་དང་པོ་ད།

བཀའ་བསྟན། བསྟན་འགྱུར་དེ་ཚོ་དང་ད་བཀའ་བསྟན་གཉིས་ནི་ཁོངས་སུ་ཡོད་དགོས་ཡོད་པ་དེ་ཚོ་ཨ་ནི་འདི་གའི་བསྟན་འགྱུར་དང་དཔེ་རྒན་བསྟན་འགྱུར་དང་འདི་གའི་བསྟན་འགྱུར་ལ་ཁུངས་བསྐྱེལ། དེ་ནས་བོད་ཀྱི་མཁས་པ་མཛད་པའི་བརྩམས་ཆོས་དེ་ཚོ་གང་ཐུག་ཐུག་ཁུངས་གཉིས་དག་བྲི་ག་གོང་བྱས་ཡིན་དེ་ཡང་དགོས་པ་རྒྱུ་མཚན་མང་པོ་ཅིག་ཡོད་རེད་ཁུངས་གཅིག་བྲིས་ཡིན་ན་འདི་ནང་ལ་ཚིག་གཅིག་གི་དག་ཆ་མདོར་ན་བྱེ་བྲག་དང་འབྲེལ་སྒྲ་གཅིག་ནོར་ན་ཡིན་ན་ཡང་འདིའི་ཨ་ནི་དོ་ན་དེ་ཕྱིན་ཅི་ལོག་པ་ཅིག་གོ་ཡུལ་ལ་འཆར།

ལ་སོགས་པ་དང་ནི། མདོ་དྲུག་ཡ་མེད་ཅིག་ནི་ཁུངས་བྲིས་ཡོད་རེད། མདོ་འདི་མདོ་གསུམ་ལ་བཏང་ན་སྔོན་རྒྱུད་ཀྱི་མདོའི་ཤ་སྟག་ཡིན་ས་རེད་བསམ་བསམ་འདྲ་འདུག་གང་ཡིན་ཞུས་ན་འདི་ཚང་མ་དཀར་ཆག་འཕང་ཐང་ནང་དུ་མཚན་བཀོད་ཤག་ཡིན་ན་ལེ། དཀར་ཆག་དཀར་ཆག་འཕང་ཐང་ནང་བཀོད་པ་མཚན་བཀོད་པ་དེ་ད་ལྟ་ང་ཚོ་དངོས་སུ་སྦྱར་རྒྱུ་ཡོད་པའི་མདོ་དེ་གང་ཡིན་ན་ང་ན་ལ་ནི་འདི་བྱས་པ་བྱས་ཏེ་ད་ཞིབ་འཇུག་བྱས་ཏེ་རག་མ་སོང་དེ་ཡང་རང་སོའི་ནམ་རྒྱུན་ཡང་མཚན་བཀོད་པ་ཙམ་མ་ཡིན་པ།

ཨ་ནི་བྱམས་པ། ཁོང་རྣམ་པར་བྱས། ཁོང་རྣམ་སྨིན་གྱི་དགོངས་པ་སྨྲ་བས་དེ་བྲལ་གྱི་འདི་བར་དོའི་ཟླ་བ་གྲགས་པ་དང་རི་བོ་མཚན་གྱི་བཟང་པོ་ལ་སོགས་པ་ཐུག་ཡོད་ཙང་ངས་ཡང་ཁོང་རྣམ་པ་ཡི་གཞུང་ཁ་ཤས་ཀྱིས་ཨ་ནི་ཁོང་ཐུག་ནས་དེ་ལ་ཐུལ་བར་བྱས་ཨ་ནི་ཇི་ལྟང་ཡོད་ཟེར་ཅེས་མ་བསྟན་རྗེས་མདོ་ལ་བསམ་བློ་བཏང་ན་མདོ་རྣམས་ལ་ང་ཚོ་ཡི་དམིགས་མེད་ཀྱི་དོན་སྤྱི་དང་དམིགས་མེད་ཡི་དོན་བཤད་ཚུལ་གཅིག་འདོད་ཀྱི་མ་ཡིན་པ་བྱས་ཨ་འཇུག་པ་རང་འཇུག་པ་ཁོ་རང་རྣམས་ལ་དམིགས་མེད་ཀྱི་དོན་འདི་ག་ནས་བཤད་དུ། ཨ་ནི་དེ་དང་ཨ་ནི། ཚིག་དང་དོན། འདྲ་བའི་ཆ་དེ་ཚོ་དེ་ངས་མ་ཚོ་ལ་ཁུངས་གཏུགས་ནས་བྲིས་ཡོད་རེད་མ་གཏོགས་ཅི་དང་མིང་མེད་ཡོད་ཟེར་གྱི་ཁུངས་གཏུགས་ནས་བྲིས་མེད་ཞུ་ཡོད་དེ་ཡིན། དེ་ནས་ཨ་ནི། ད་ཁུངས་འདྲ་བོ་བྲི་དགོས་པའི་རྒྱུ་མཚན་དགོས་དམིགས་འདྲ་བོ་ན་མི་འདུག།

ཁ་ཤས་སྤྲད་རེས་སྤྲད་དགོས་པའི་རྒྱུ་མཚན་དེའང། ང་རང་དེ་ལ་ལས་བྱེད་ཚིག་དོན་ལ་ཤེས་ནས་མཁས་ནས་ཁུངས་འདྲི་རྒྱུ་རྩ་ཉེ་མ་རེད། ང་རང་སུ་ཡིན་ག་ནང་ད་ཁུངས་གཏུགས་ས་གཙོ་བོ་ཁུངས་གཙང་པོ་དེ་ལས་བྱེད་ཚ་ཡོད་ཙང་དེ་ལས་བྱེད་དེ་ཡོད་ན་ཡང་ཁུངས་སྤྲད་ཐུབ་ན་ཨ་ནི་དགོས་དམིགས་འདྲ་བ་ཡིན་ན་དཔེ་མི་ཚེ་ཆེན་པོ་ཅིག་ཡོད་ས་རེད་དྲན་གྱི་འདུག་དཔེར་ན་ད་ལྟ་ངས་ད་ལྟ་རྡོ་བརྒྱ་ཆ་རེ་ལོག་ཞུ་བ་ནང་བཞིན་གཟབ་ཞིག་བསྡུ་གྲལ་ལག་གི་འདི་ལས་ཆེ་ཁོ་རང་ནང་ལ་ཡང་གཟབ་ཞིག་བསྡུ་གྲལ་ཅིག་མ་གཏོགས་སྤྲོད་གྲལ་བྱུང་གི་མི་འདུག་ཨ་དེ་བྱས། དེ་ནས། དེ་ནས་ད་ལྟ་གཅིག་རྒྱུ་མཚན་འདི་ད་འདི་ལ་དྲོད་རིན་མེད་སྐྱེ་མཁན་ཡོད་པ་མང་པོ་ཅིག་ཡོད་ཙང་ཨ་ནི་ལས་བྱེད་གཞུང་ལ་ཕུལ་ཕྱིན་པ་དང་བྱང་ཆུབ་པ་མང་པོ་ཅིག་ཡོད་རེད་འོང་བ་ལས་སྤྱིར་བཏང་སྤྲད་ཐུབ་ན་དགོས་དམིགས་དེ་རང་དེ་ན་ཅིག་རེད་ཤག་འདུག་སེམས་དེ་ནི་སྤྲད་ཅིག་བྱས་དེ་ཡིན། དེ་བྱས་དེ་ནས།

བཞག་ནས་དེ་དམིགས་མེད་ཀྱི་དོན་བཤད་ཡོད། དམིགས་མེད་དོན་བཤད་པའི་སྐབས་སུ་དང་ད་དང་པོ་ལས་དང་པོ་པ་ཡིན་ན་ཡུལ་ལ་ཞེན་མེད་ལྡོག་དགོས་རེད་ཟེར། ཡུལ་ལ་ཞེན་མ་དེ་མ་ལྡོག་ན་དམིགས་མེད་ཀྱི་ད་འཁོར་སོང་དམིགས་མེད་དུ་འགྲོ་ཐུབ་ཀྱི་མ་རེད་ཟེར་འདི་ཡོད། འདི་ད་ནི་ཡུལ་ལ་ཞེན་མེད་ལྡོག་པ་དགོས་དགོས་རེད་ཟེར་ནས་འདི་གསར་བརྗེ་བྱ་དགོས་དོན་ཡང། རང་སེམས་པཎ་ཆེན་གྱིས་ད་རྣ་བ་ལྷ་སྒྲུབ་གནང་ན་རྣ་བ་མ་ལོག་ཀྱང་ཞེན་མ་ལྡོག་པའི་ཆགས་སྡང་སྐྱེ་མི་ནུས་ཟེར་འདི་གསུངས་འདུག་ཁོང་འདི་ལ་བརྟེན་ནས། ལས་དང་པོ་དེ་ཚོ་ཡིན་ན་ཐ་ཅིག་འཁོར་གསུམ་རིག་མེད་རྟོགས་པར་བྱེད་པ་ལ་ཡུལ་ལ་ཉེ་བར་དུ་གཞི་མ་ཡོད་པ་དེ་རྟོགས་དགོས་ཀྱི་རུ། ད་གཞི་མ་རྟོགས་ན་ཡང་རྟོགས་ཚུལ་འདྲ་བོ་ཡིན་ན་ཡང། ཡུལ་འཁོར་རང་རང་བཞིན་མ་གྲུབ་པ་རྟོགས་དགོས་རེད་མ་གཏོགས་ཡུལ་སྟེང་དུ་དེ་མ་གྲུབ་པ་ཅིག་རྟོགས་པ་ཙམ་གྱིས་གཞི་མ་རྟོགས་པའི་གོ་ཆོད་ཀྱི་མི་འདུག་མཐིང་གའི་དམ་བཅའ་གཅིག་དེ་དེ་ཡིན། དེ་རིམ་པ་གཉིས་པ་ལ་བསམ་བློ་དང་བདག་མེད་རྟོགས། བདག་མེད་རྟོགས་པའི་འཁོར་ཚོགས་དམིགས་མེད་དུ་འཇོག་སྟངས་བྱ། རེ་ད་བདག་མེད་རྟོགས་པའི་འཁོར་ཚོགས་དམིགས་མེད་དུ་འཇོག་སྟངས་བྱ་བ་ལ། ཅི་དང། བདག་མེད་རྟོགས་པའི་འཁོར་ཚོགས་དམིགས་མེད་འཇོག་སྟངས་ལ། ཅི་དང་བདག་མེད་རྟོགས་པ་ཙམ་གྱི་འཁོར་ཚོགས་དམིགས་མེད་རྟོགས་པའི་གོ་ཆོད་ཀྱི་མི་འདུག་ཟེར། རེད། དཔེར་ན་ཉན་རང་གཉིས་ལ་བསམ་བློ་བཅངས་ན་གང་ཟག་གི་བདག་མེད་དེ་མངོན་སུམ་རྟོགས་ཡོད་རེད་དེ་ལས། ཡིན་ན་ཡང། འཁོར་ཚོགས་དམིགས་མེད་ཀྱི་དོན་དེ་གཞན་མ་གྲགས་ཐུབ་ཀྱི་དུས་ཡིན་ན་གྲགས་ཐུབ་ཀྱི་མི་འདུག་ཟེར།

སྣང་བ་ཕྱིན་ཅི་ལོག་ཀྱང་མཐོང་བ་ཕྱིན་ཅི་མ་ལོག་པ་དེ་གང། གང། མཁས་པ་རྣམས་ཀྱི་མདུན་དུ་མགར་མའི་བསྐོར་བ་ལྟ་བུ་འོག་སུ་དཔེ་བཞག་ཡོད་དེ། འདི་ཚོ་ལ་བལྟ་ཡོང་དེ། དངོས་གནས་ཅིག་བདག་མེད་རྟོགས་སུ་ཁྱད་པར་ཅི་ཡི་རང་སེམས་པན་ཆེན་གྱི་གཞུང་ནང་འདི་འདྲ་ཤེས་ཀྱི་འདུག་ཟེར་ད། འདིའི་མཚོན་བྱེད། བྱས་ནས་ཨ་ནི་ད་ནི་གསར་བརྗེ་འདིའི་དེ། ཨ་ནི་ཟུར་དུ་བསྟན་པ་དེ་གཅིག་དེ་ཡིན། དེ་གསུམ་པ། ད་བསོད་མ་བདེན་གྲུབ་ཀྱིས་སྟོང་པ་ཙམ་གྱི་དམིགས་མེད་དུ་བྱེད་མཁན་ཡང་མཚོན་ད་ཅི་སྟངས་ཡིན། ངས་དེ་ལ་འཇམ་མགོན་གསུང་ཁག་ཆེན་པོ་བཞག་ཡོད་རེད་དེ་ལས་ཡིན་ན་ང་ཡིས་དེ་བྱ་དགོས་པའི་དོན་རྒྱུ་མཚན་དེ། དེ་ངའི་མཐོང་ཡུལ་དུ་ཚིག་གི་ངོ་རིས་དེ་གང་ཡོད་པ་དེ་ལ་གོ་བ་ལེན་ནས་བཞག་རེད་མ་གཏོགས་གཞན་ཡང་ནི་མཁས་པ་རང་རང་གིས་འཛིན་མཚམས་རེ་རེ་བརྒྱ་ཆ་བརྒྱ་ཡོད་རེད་དེ་དགོངས་པ་བཀྲལ་སྟངས་ཡང་དགོངས་གཞི་དགོངས་པ་ཡང་ཡོད་དེ་རེད་ད་ནི་ངས་འདི་ལ་བཤད་དགོས་པ་དེ་ཚིག་ཁོ་རང་གི་ངོ་གདོང་ལ་བལྟ་ནས་བཤད་ཡོད་རེད། རྗེ་བཙུན་འཇམ་མགོན་གསུང་འབུམ་ཆེན་པོའི་ཡི་དམ་དང། བླ་མ་ཡི་དམ་དབྱེར་མེད་སྒྲུབ་སོགས་ངས་རྩོམ་ཤོག་ནང་བཀོད་བཞག་ཡོད་དེ་ནང་ལ་རང་བཞིན་གྱི་སྟོང་པ་བདེན་པའི་སྟོང་པ་དོན་དམ་པའི་སྟོང་པ་རང་གི་མཚན་ཉིད་དུ་བའི་སྟོང་པ་རྣམས། དོན་གཅིག་རེད། དེ་ཚང་མ་གང་གིས་རྟོགས་ན་གནས་ལུགས་ཀྱི་དོན་ལ་སྔར་མ་གནས་ལུགས་ཀྱི་དོན་རྟོགས་པས་རྟོགས་ཆོད་འགྲོ་བ་རེད། དེ་འདྲ་བྱུང་མི་འདུག་དེ་རྗེས་དེ་ནི་ད་བདེན་པས་སྟོང་མ་ཙམ་གྱིས་སྟོང་པ་མི་ཤེས་ལགས་ཟིན་ད་ནངས་ཡས་གོང་དུ་ཞུ་བ་ན་གཞི་འབྲས་ཚིག་གི་ངོ་གདོང་དང། ད་བུ་མ་བུ་མ་ལ་ཞེ་མ་བདོག་པར་བདོག་པ་ལ་བུ་མ་རང་ཉིད་རང་བཞིན་མ་གྲུབ་པ་རྟོགས་པ་རེད་མ་གཏོགས་བུ་མོའི་སྟེང་གི་འདས་མ་གྲུབ་པ་རྟོགས་པ་ཙམ་གྱིས་ཨ་ནི་བུ་མོ་ལ་འདས་མར་འཛིན་པའི་བདེན་འཛིན་གྱིས་བཟློག་ན་ཡང། བུ་མོ་ལ་གཞན་མེད་ཞེན་འཛིན་གྱིས་བཟློག་ཐུབ་ཀྱི་མི་འདུག་མེད་ཙང་ཨ་ནི་འདས་འདས་མ་གཏོང་བ་ཙམ་གྱིས་གཏོང་ཆོག་གི་མི་འདུག་ད་དེ་ཡང་ཨ་ནི་པར་ལེན་ཟླ་བ་གྲགས་པ་དང་རང་སེམས་པཎ་ཆེན་ལ་སོགས་པ་དེ་ནི་ད་ལྟ་ཀུན་མཁྱེན་མི་ཕམ་རིན་པོ་ཆེ་རྣམ་པས་གསུངས་བཞག་ཡོད་རེད། དཔལ་ལྡན་ཟླ་བ་གྲགས་པའི་ཐབས་བྱུས། ཚིག་གསལ་ངང་ག་རེ་གསུངས་བྱ་འདོད་ལགས་ན། དེ་སྔ་སོས། མཐའ་ལ་སྒྲུབ་པ་ནི་གཞན་ཕ་རོལ་པོའི་རྒོལ་བ་བཟློག་པ་ཙམ་གྱི། ཨ་ནི་རྐྱེན་གྱི་འབྲས་བུ་ཡིན་ཟེར། དེ་ལས་སྒྲུབ་པ་གཅིག་ལུས་མེད་གསུངས་བྱ་འདོད། དེ་ག་ནང་བཞིན་གྱི། རང་སེམས་ཀྱི་ད་ལྟ་རང་སེམས་པན་ཆེའི། སྒྲོས་བརྣག་པའི་དོན་དུ་ནང་བ་ན་ཁྱེད་ཅག་གི་གཞུང་ནི་ཇི་ལྟར་ལྟ་བུ་ཡིན་ནའང་བྱ་བའི། ཁོ་བོའི་ཆ་ནས་གཞན་གྱི་ལོག་རྟོག་བཟློག་པ་ཙམ་གྱིས་ཡིན་ཞིང་དོན་འགྲུབ་པ་མེད་གསུངས་ཡོད་རེད་དེ་ཚོ་བསམ་ཡག་ཡག་པོ་བཏང་དུས་དངོས་གནས་ཡུལ་གཞི་ཁོ་རང་རུལ་སོང་བ་ཡུལ་གཞི་མ་སྐྱེས་ཚེ་ཡུལ་ཁོ་རང་རང་བཞིན་མ་འགྲུབ་པ་རྟོགས་དགོས་འདུག་མ་གཏོགས་དེའི་སྟེང་གི་བུ་མ་བུ་དེའི་སྟེང་གི་བདེན་གྲུབ་རྟོགས་པ་ཙམ་གྱིས་བར་ཆད་རྟོགས་མ་ཆོད་ཀྱི་མི་འདུག་སི་ཐན་ཉི་ཞོའི་དེ་ཅི་དེ་དེ་ནང་བཞིན་མཁས་པ་མང་བོ་ཅིག་དང་དེ་འདྲ་དཔེར་ན། ཀརྨ། རང་བྱུང་རྡོ་རྗེ་དེ་ཚོ་རེད། ཀུན་མཁྱེན་གོ་རོ་མ་དེ་ཚོ་རེད་འདི་འདྲ་ཐེངས་མང་པོ་ཅིག་གསུངས་ཏེ་འདི་ཚོ་ངའི་སྐབས་ཐུག་སོང་གསུང་ཤོག་ནང་ལ་བཀོད་བཞག་ཡོད་གསུངས་ཡོད་དེ་ཡིན། ད་རིམ་མ་བཞི་པ་རེད། སྤྲོས་བྲལ་རྟོགས་མ་སྤྲོས་བྲལ་རྟོགས་སྟོབས་ཀྱིས་ཨ་ནི་དམིགས་མེད་དུ་འགྱུར་ཚུལ་དེ་རེད། ད་འདིའི་སྐབས་སུ་ད་དམིགས་མེད་སྤྲོས་བྲལ་གང་ཟག་དེ་ད་ཆོས་ལུགས་རེད་སྤྲོས་བྲལ་བྱེད་ཀྱི་མ་རེད་བསམ་མ་ཡིན་པ་བྱེད། སྤྲོས་བྲལ་གྱི་ཐ་སྙད་སྦྱར་གྱི་མ་རེད་བསམ་དེ་མ་ཡིན་པ་བྱེད། མཐར་ཐུག་ལྟ་བ་གཏན་ལ་དབབ་པའི་སྐབས་སུ་སྤྲོས་བྲལ་བྱེད་ཀྱི་འདུག་དང་བྱེད་ཀྱི་མི་འདུག་ཟེར་འོ་འདི་གསར་བུ་ཡོང་བའི་ཆེད་དུ་ངའི་དམིགས་བསལ་གྱི་ཟུར་དུ་ཨ་ནི་སྤྲོས་བྲལ་སྟོང་སྟོབས་ཀྱི་དམིགས་མེད་དུ་གྱུར་ཚུལ་རེད། ད་འདི་འོས་ཟེར་ན་ད་ལྟ་རྗེ་རིན་པོ་ཆེ་ཡིས་སྤྱི་དང་རྗེ་རིན་པོ་ཆེ་ཁོ་རང་གཞུང་ནང་དུ་ངའི་རྩོམ་ཆོས་ནང་ལ་བཀོད་ཡོད་ར་བཀོད་ཡོད་རེད་དེ་སྤྲོས་བྲལ་གྱི་ཐ་སྙད་མང་པོ་ཞིག་བྱུང་གི་འདུག་གང་བོས་ནང་བ་སུའི་ཤེར་ཕྱིན་སྐབས་སུ་ཆོས་ཐམས་ཅད་སྤྲོས་བྲལ་མངོན་སུམ་དུ་རྟོགས་པ་ཟིན་བྱུང་བཞག་གི་འདུག་དེ་ནང་བཞིན་སྤྲོས་བྲལ་མང་པོ་ཞིག་བྱུང་འདུག་ཡིན་ན་ཡང་རྗེ་རིན་པོ་ཆེས་ལྟ་བ།

ད་ཨ་ནི་དབུ་མ་རབ་ཏུ་མི་འདེབས་པ་ལ་རེད་ད་དབུ་མ་རབ་ཏུ་མི་འདེབས་ལ་སྤྱི་དང་མཁས་པ་མང་པོ་ཅིག་དབུ་མ་རབ་ཏུ་མི་འདེབས་དོན་མང་པོ་ཞིག་བྱ་གི་འདུག་རེད་དེ། རང་སེམས་ཀྱིས་དབུ་མ་རབ་ཏུ་མི་འདེབས་པ་ལ་གི་འདི་ག་འདྲི་གཅིག་བྱ་གི་འདུག་འདིའི་ཚེ་འདི་འདྲ་བོ་བྱ་གི་འདུག་ཐ་སྙད་སྒྲ་འདི་ཡང་དོན་འཇོག་སྟངས་རྩ་བ་ནས་འདྲ་གི་མི་འདུག་ཟེར། ད་གཙོ་བོ་ངས་ད་ཞི་མེད་རྩ་བྲལ་དུ་གསུངས་པ་འོ་ན་ཞི་མེད་རྩ་བྲལ་ལ་གསུངས་ན་གསང་བདག་སོང་ནས་འཁོར་གསུམ་དམིགས་མེད་དུ་བསྒྲུབས་ན་སྒྲུབ་སྟངས་ག་འདྲ་རེད་ལབ་པའི་སྐབས་སུ། ཆོས་ཐམས་ཅད་ཨ་ནི་ག་ལ་སོང། བརྡ་དང་ཐ་སྙད། མཚན་ཉིད་སོགས་བསྟན་ཅིང་རྣམ་པར་ཕྱེ་གི་ཡོད་རེད། དེ་ནི་ཡིན་ན་ཡང་ད་དོན་ལ་གནས་ཀྱི་ཡོད་རེད་ལ་ཡོད་མ་རེད་གསུངས་ཡོད་རེད། རགས་པ་ཨ་ཅང་ཨ་ཅང་ཕྲ་བ་ཟབ་མོ་འདི་ཟབ་པའི་གནས་འདི་ལ་ཡང་བློས་བསྟན་བྱེད་བསྟན་གི་མ་རེད་གསུངས་ཡོད་ར། གཞི་མེད་པ་རྩ་བ་མེད་པ་རྟོགས་བྱའི་བློ་དང། བཟུང་བའི་ཡུལ་དང་ཡུལ་དེ་འཛིན་མིན་འཛིན་མིན་གྱི་བློ་གཉིས་ཀ་གཞི་མེད་པ་རྩ་བ་མེད་པ། དེས་ན་ཅིག་རྟོགས་དགོས་རེད་ཟེར་དེས་ན་རྟོགས་ནས་དེ་ནི་འཁོར་ཚོམ་དམིགས་མེད་དུ་ཞེས་དོན་འདི་མཐར་ཐུག་པས་ད་འཁོར་ཚོམ་དམིགས་མེད་དེ་འདྲ་ཅིག་ལ་བཞག་གི་ཡིན་ཟེར་ད་དེ་འདྲ་ཅིག་བྱེད་རོགས་ད་དེ་ནས་ནི་ངས་ཅིག་གསལ་བཤད་ཅིག་ཞུས་ཅིག་ལ། ད་ནི་ངའི་རྩོམ་ཤོག་ནང་ལ་ཨ་ནི་མཛད་པ་པོ་ཡིས་འཁྲུངས་འདས་འདྲ་བ་གང་ཐུབ་བྲིས་ཡོད་འཁྲུངས་འདས་འདྲ་བྲིས་ཐུབ་པ་ཡིན་ན་དགོས་མིན་གང་རེད་འདུག་ལབ་ན་ཨོ་དཔེ་ཆ་དེ་དེ་གང་ས་སུས་མཛད་འདུག་གང་ས་དེ་སྤྱི་ལོ་ག་ཚོད་ལ་རེད་འདུག་ཟེར་ན་དེ་ཧ་གོ་བའི་ཆེད་དུ་ཅིག་བྱེད། ཨ་ནི། ཁ་ཤས་ཡིས་གཙང་མའི་ལོ་ཡིན་ཡོད་རག་པ་དེ་ཚོ་ངས་བཀོད་ཡོད། བཀོད་པ་དེ་ཚོ་མཐའ་གཅིག་དེ་རེད་གཙང་མའི་ལོ་རེད་དེ་ཁྲུམས་ལྡན་རེད་མཐའ་གཅིག་དེ་རེད་ལ་ནི་ངས་ཐག་ཆོད་ཐུབ་ཀྱི་མ་རེད་དེ། ཡིན་ན་ཡང་ངས་མཐོང་བ་དེ་ཚོ་འདི་འདྲ་བཀོད་བཞག་ཡོད་དེ་ཚོ་བཀོད་ཡིན་ན་ཨོ་གང་ས་དེ་གི་ལོ་འདི་ག་ཚོ་དེ་གཞུང་དེ་ཙམ་ཡིན་ས་རེད་བསམ་དེ། ཨ་ནི་ངས་དགོས་པ་དེ་འདྲ་གཅིག་མཐོང་ནས་དེ་བཀོད་ཡོད་དེ་ནི་དམིགས་བསལ་ལྟར་ན་རྗེ་རིན་པོ་ཆེ་ལམ་རིམ་ལ།

འོ་འདི་བ་ནི་དྲི་བ་ཞུ་ཆོག་པ་ཆེ་ཟེར་ནས་ཞུ་ཡ་དེ་ཡིན་དེ་ནི། ད་ལྟ་འདིའི་ནང་ལ་རྩོམ་ཤོག་གི་ནང་ལ་རྩོམ་ཤོག་ད་ཤོག་གྲངས་བཅུ་བདུན་པ་དེ་ངོ་ནས། དྲི་བ་གཅིག་མ་གཏོགས་ཞུས་མི་ཆོག་གསུངས་སོང་དེ་བཞིན་ད་ཡིན་ཙང་ད་ལྟིང་བ་ནི་ཅི་འདི་ཞིག་ཡིན། བྱེད་སྟངས་དྲི་བ་ཞུ་དགོས་པ་དཔེ་མང་པོ་བརྗོད་དུས་གང་ནས་མ་གཞོང་ཆ་ཚང་དྲངས་འོང་དུས། གཞོང་ཆ་ཚང་གི་ཚིག་མཚོན་ལ་བདེན་པར་ད་ང་ཚོ་ད་ལྟ་མིག་མེད་ཟེར་གྱི་དེ་ལ་བདེན་མེད་རང་ལ་མ་བྱེར་ནས་ཡོང་སྟེ། ཟེར་མཁན་ཟེར་མཁན་མ་གཏོགས་ཡོང་དུས་བདེན་མེད་རང་ལ་བྱེར་ནས་སླེབས་ཏེ་ཤི་ཡིན་ནའང་ད་འདིའི་ནང་ལ་མ་སླེབས་འོང་གི་སྐབས་དེ་ལ། ག་རེ་གསུང་གི་འདུག་ཟེར་ཡ་ཡིན་ན་དེ་ཡང། གར་ས་བློ་ངོར་སྣང་ཐུབ་པའི་ཆོས་རང་ག་པ་ལ་བརྟེན་ནས་ཞེན་དང་མ་ཞེན་བྱེད་དགོས་པ་ཡིན་གྱི། དེ་ཅིག་བྱས་དེ་ནས་མ་ལ་དགོངས་ཏེ་གང་ལ། འཇིག་རྟེན་གྱི་བུམ་པ་ཉིད་དུ་འཛིན་གྱི་བུམ་པ་ལས་བྱང་བའི་བདེན་འབྲེལ་འཛིན་པ་མི་སྲིད་ཟེར་ད་འདི་ཕྱི་ནང་འདིའི་སྐབས་ལ་ད་ང་རང་སོའི་ལྟ་གྲུབ་ཀྱི་ཆ་ནས་ལྟ་གྲུབ་སོ་སོ་གི་ལྟས་ཤིག་ཕར་ཚུར་དགག་པ་དགག་བྱ་ཅི་བདེ་གི་རྣམ་པ་ཡུལ་དེ་ངས་དེ་འདྲི་ཅི་རེད་ཤག་བྱེད་དང་དེ་ཡིན་པ་སོང་ཙང་འདིའི་སྐབས་སུ་བྱེད་སྟངས་ནི། གར་གསེར་གོ་འོ་རི་དང་བུམ་པ་གཉིས་འཛིན་གྱི་ཟིག་ད་ལྟ་བི་ག་མིག་མིག་གི་འདི་ད་ལྟ་བཞིན་པ་དེ་གི་འཛིན་གྱི་འདི་ཟེར་གྱི་ཡོད་རེད་བ། བཞིན་པ་དེ་གི་འཛིན་གྱི་འདི་བུམ་པ་གཉིས་འཛིན་གི་རེད་མ་གཏོགས་བུམ་པ་བདེན་གྲུབ་འཛིན་གི་མ་རེད་ཟེར་ཡ་འདྲ་བོ་དེ་འདྲི་སུ་སོང་བསྡད་པ་འདྲ་ཞིག་ང་ཚོ་ཕ་ལྟ་དེ་དུས་དེ་འདྲི་ཞིག་མཐོང་མྱོང་གི་དུས་དེའི་དང་དུ། བུམ་པ་དེ་དགག་བྱའི་མཚན་འཛིན་གྱིས་བཞག་ནས་བུམ་པ་དེའི་ངོར་འཛིན་པ་དེ་མ་ཡིན་པའི་དེ་ལས་གཞན་པའི་བུམ་པའི་སྟེང་དུ་བདེན་གྲུབ་གསལ་བྱེད་འཛིན་སྟངས་ཡང་ན་བུམ་པ་ཁོ་རང་བ་གཞན་སྟངས་རེད་བ་ག་རེ་ཟེར་རེད་བུམ་པ་ཀུན་རྫོབ་ཀྱི་རྣམ་པ་ཅན་དང་བུམ་པ་དོན་དུ་བྱ་བྱེད་ཀྱི་ཡུལ་དུ་ཤེས་ནུས་པ་གཞན་སྟངས་དེ་ནི་ཡིན་གྱི་མ་རེད་བ་ཕྱིར་ན་དེ་མ་ཡིན་དུས་བུམ་པ་གཉིས་འཛིན་གྱི་ཟེར་གི་ད་ལྟ་བཞིན་པ་དེ་གི་བུམ་པ་གཉིས་འཛིན་སྟངས་དེ་ག་རེ་རེད། འོ་ལགས་སོ་འོ་ད་ནི་བུམ་པ་གཉིས་འཛིན་པ་དེ་བུམ་པ་ལ་གི་ནི་ལྟོས་འདིར་ཤར་ཕྱོགས་ཆུ་རྒྱུ་དོན་གྱི་འདི་འཇིག་རྟེན་པའི་བུམ་པ་གཉིས་འཛིན་གྱི་བུམ་པ་ལས་ལོགས་སུ་འཇིག་རྟེན་པའི

བུ་མ་ཞེས་ངའི་ད་འཇིག་རྟེན་པ་དེ་ཚོས་བཞེད་འགྲོ་གི་རེད། འོན་བུ་མ་ཞེས་མེད་སྐབས་སུ། འཇིག་རྟེན་པའི་བུ་མ་དེ་འདི་གཉིས་གསེར་བུམ་ཡིན་འདི་དངུལ་བུམ་ཡིན་གང་དག་ལྟོས་དེ་ཞབས་ཀྱི་བུ་མ་དེ་ལ་གཟིམས་འགྲོ་གི་རེད། འཛིན་མེད་སྐབས་སུ། འོ་དེ་འཛིན་གི་རེད་དེའི་སྐབས་སུ་ནི་བུ་མ་ཉིད་ལྟོས་དེ་བུ་མ་ལས་གཏན་གྱི་དེ་མ་གྲུབ་པ་ཅིག་འཇིག་རྟེན་པའི་འཛིན་ཡོད་ཁང་མེད་གསུངས་འདུག

འགོག་པར་བྱེད་པ་ལ་གཞི་ཁོ་རང་གཞི་མེད་རྩ་བྲལ་ལ་བརྟེན་དགོས་མ་རེད་མ་འགོག་གི་རེད་པ་དང་གཞིའི་སྟེང་གི་བདེན་གྲུབ་ཅིག་རྟོགས་མ་རྟོགས་པ་ཙམ་གྱིས་གཞི་ལ་དེ་ལ་ཞེན་པའི་ཞེན་པ་དེ་འགོག་ཐུབ་ཀྱི་རེད་ལ་ན་ཐུབ་ཀྱི་མ་རེད་ཟེར་ག་ལ་ན། བུ་མ་དེ་ལ་ཞེན་པའི་ཞེན་གྲུབ་བདེན་གྲུབ་དེ་བཀག་པ་ཙམ་ནས་བུ་མ་བདེན་གྲུབ་རེད་ལགས་ཀྱི་བློ་དེ་ཞིག་ན་ཡང་ཞིག་ཐུབ་ཀྱི་རེད། ཡིན་ན་བུ་མ་ཁོ་རང་ལ་འཛིན་པའི་འཛིན་པའི་བློ། བུ་མ་ལ་འཛིན་པའི་འཛིན་པའི་བློ་ཡོད་ར་འཛིན་དེ་གིན་བུ་མ་ཞེ་ངན་ཅིག་ཡོད་ར་དེ་ཞིག་ཐུབ་ཀྱི་མ་རེད་དེ་ཞིག་ཞིག་པར་བྱེད་ལ་བུ་མོ་གང་ཞིམ་པའི་རྩ་འཕྲལ་དུ་གཏོགས་དགོས་རེད་དེ་རེད། ལ་སོགས་དེ་སྤྲོ་བ་ཅིག་ཅིག་བྱེད་པ་ཞིག་གིས་གནང་ལོག་ལ། ད་ལྟ་ལྟ་རྩོམ་ཤོག་ཉི་མ་གཅིག་ཀློག་པ་ཡིན་རྩོམ་ཤོག་གནང་ལོག་ལ། རྩོམ་ཤོག་ཤོག་གྲངས་ཉེར་བཞི་རྩ་གཅིག་ཅན་པ་ཅིག་འདུག་ཨ་དེའི་སྔོན་ལ། རྗེ་རིན་པོ་ཆེའི་འདུག་པ་དེ་མ་བཀོད་ནས་དེ་རྗེས་ལ་ནི་ལྟ་ངན་མུན་སེལ་གྱི་འདུག་པ་མ་བཀོད་འདུག་ཨོ་དེ་གཉིས་ཐོན་ནས་འབྲེལ་བ་མི་འདུག། རྗེ་རིན་པོ་ཆེ་བུམ་པ་བུམ་པའི་གཏོང་བ་ལ་ནི་སྐྱོན་འཇོག་དགོས་པ་རེད། ཨོ་ནི་ལྟ་ངན་མུན་སེལ་སྐབས་སུ་དོན་དམ་དཔྱོད་པའི་རིག་ངོར་ཨོ་ད་བུམ་པ་བུམ་པའི་གཏོང་བ་ལ་སྐྱོན་འདི་འདྲའི་འདུག་ཟེར་ནས་སྐྱོན་བཏང་འདུག་ཨ་དེ་གཉིས་ཐོན་ནས

དེ་ནས་དེའི་འོག་ལ་ད་ལྟ་ཅོག་ནང་གི་འདོད་པ་གཅིག་གོ་འདོད་ཨ། ནི་རྩོམ་ཤོག་ལ་གསར་བཤད་ཡིན་དྲི་བ་དེ་གཅིག་ལ་ཡོད། ཅོག་ནང་ཡིན་ནའི་འདོད་པ་དུ་མ་ལོངས་ཁ་ཞིག་གོ་འདོད་ཡིན་པ་ཡིན་ན་ཅོག་ནང་རང་གི་གཞུང་གི་ནང་ལ། མཉམ་བཞག་ཡེ་ཤེས་ཀྱི་རིག་ངོ་ལ་སྤྲུལ་བ་ཀུན་གཞི་བ་དང་ཨ་ནུའི་དམིགས་པ་མེད་པ་ཁྱོད་ནས་ཁས་ལེན་གི་ཡོད་མ་རེད་ས་འོག་སར་བསྐྱང་ཡོད། མཉམ་བཞག་ཡེ་ཤེས་ཀྱི་མིག་ངོར།

ད་བར་ཨ་ནེ་ད་ངི་ཤིས་ལུག་མེ་ཏོག་ཆ་ཚང་ནང་དུ་འདུག་ཨ་ཏི་ཡིན་པ་ཡིན་ན་དོན་གཏམ་སྐྱོང་ཡི་སྐབས་ལ་ལ་གོ་ལ་ངི་ཀུན་རྫོབ་ལ་སྤྱོད་པའི་སྐབས་ལ་ལ་གོ་མེད་དོན་གཏམ་སྐྱོང་ཡི་སྐབས་ལ་དོན་གཏམ་ལ་སྤྱོད་པའི་སྐབས་སུ་ཅི་ཡང་མེད་པ་དང་སྤྲུལ་བ་ཀུན་གྲུ་འཇོག་གི་ཡོད་པ་ཡིན་ན། ད་ང་ཚོ་ད་ལྟ་ཨ་ནེ་ཅི་ཡང་མེད་གི་ལྟ་བ་གཅིག་བ་རྒྱ་ནག་གི་མཁན་པོ་ཅི་ཡང་མེད་གི་ལྟ་བ་དང་རྩིག་པ་ཆག་འགྲོ་གི་མི་འདུག་ཨེ་སི་ཉམས་ཞིབ་ལ་སྤྱོད་པའི་སྐབས་སུ་ལ་གོ་ད།

ཧ་ཅང་གི་སྟོད་བ་བླ་རྒན་དེ་ད་ནི་རྒྱ་ཧ་ཅང་སྟོད་བ་ལ་ང་ཚོ་དེ་ལ་ཞུས་ན་ཧ་ཅང་གི་སྤོབས་པ་ཆེ་འགྲོ་གི་རེད་དྲན་འདུག་ཧ་ཅང་གི་སྟོད་བ་ལ་ཕན་མི་སྲིད་ཞུ་ཞིབ་ཆ་ཞུས་མཁན་ཧ་ཅང་མང་ཙང་ཡིན་ན་ཡང་ད་ང་ཚོས་དེ་འདྲ་སྲོལ་རྒྱུན་དང་མཐུན་པའི་དབང་དུ་བཏང་ཡིན་ན་ཧ་ཅང་ལ་ནི་ཡང་ཡང་ཡང་དག་པ་དང་ད་དེ་ཕྱིན་ཅི་ལོག་པ་རྣམ་པ་གཉིས་ཞེས་པ་ཡོད་པ་དེ་ད་ནི་ཞིབ་འཇུག་པ་དེ་ཚོས་ཚང་མ་ཤེས་འགྲོ་གི་འདུག་བྱས་ཙང་ད་གང་ལྟར་ཧ་ཀྱང་ཁེ་ཁྱེད་ཀྱི་འགན་ཁྱེད་ཀྱིས་སྲུང་བ་ཧ་ཤང་ལྟ་བ་དང་འདྲ་གི་སྔ་འགྱོད་ལྟ་བ་དེ་འདྲ་གི་རེད་ན་རྩ་བརྙན་འདྲ་གི་མ་སྔ་འགྱོད་ལྟ་བ་དེ་རིག་པས་དཔྱད་པའི་དབང་དུ་བཏང་ན་དེའི་ངོ་ལ་དུལ་ཙམ་ཡང་འགྲུབ་ཀྱི་མ་རེད་ཟེར་རོ་དེ་རེད་ད་དེ་རིག་པས་དཔྱད་ནས་རེད་ད་དོ་རེ་བས་ཟེར་གང་ཞིག་སྐྱེ་མེད་དེ་ཉིད་ཡིན་ཚེ་གླུ་ཡང་སྐྱེ་བ་དང་འདྲ་བ་ཟེར་རོ་ཡུལ་ཁོ་རང་སྲུང་བ་རང་བཞིན་མ་འགྲུབ་པ།

བཀའ་ཟུར། ཐང་ཆེན་བཀའ་དགོས་རེད་གསུངས་འདུག་ཨ། ད་བོང་བ་བཀའ་བ་ཟེར་ད་སྣང་ཞིག་ཟིན་པའི་ཆོས་ཐང་ཆེན་བཀའ་དགོས་རེད། དེ་དོན་དང་བཅས་རིག་པའི་བཀའ་དགོས་རེད་གསུངས་འདུག་ཨ། དེ་འདྲ་བསམ་པ་སྔོན་མ་ངོ་ཚོས་བགྲོ་གླེང་དེ་ཆོས་གྲོགས་ཁ་ཤས་དང་བགྲོ་གླེང་བྱས་དུས་བསམ་པ། ཨ་ནི་བོང་བ་དང་སྣང་ཞིག་ཟིན་པའི་ཆོས་དེ་ཡོད་རེད་ཡོད་མ་རེད་ཟེར་དུས་བསམ་པ་མཐའ་གཅིག་ཏུ་བཀའ་ཟུར་ཡོད་པ་མ་རེད་གསུངས་མི་འདུག།

ལྟ་བའི་ཡིག་ཡིག། ལྟ་བའི་སྒོ་ནས་ཚུལ་ཁྲིམས་ཕར་ཕྱིན་དག་ཚུལ་ཟེར། ལྟ་བའི་སྒོ་ནས་དག་ཚུལ་ཅེས་པའི་སྐབས་སུ་རིགས་པའི་སྒོ་ནས་དཔྱད་པ་བྱེད་པར་རོ། རིགས་པས་དཔྱད་ནས། རིགས་པའི་ངོ་ལ་དཔྱད་ནས་གང་ཡང་འགྲུབ་ཀྱི་མ་རེད། རང་སེམས་དཔལ་ཆེན་གར་མཚོན་ཏེ། འཁོར་འདས་ཀྱི་སྣང་བའི་ལམ། གཞི་ལམ་ལྟ་ལམ་སོགས་ཞེས་འཁོར་བ་འཁོར་འདས་ལྟ། འཁོར་འདས་ཀྱི་སྣང་བའི་ཆོས་ཐམས་ཅད།

དེ་ཡོད་དོ་ན་དེའི་རོ་ད་གཞིར་ཡིན་ཆོག་གི་ད་ནི་ཚོགས་སྦྱོར་གཉིས་སྐབས་སུ་རྣམ་གྲངས་སྨྲ་བའི་ཆོས་ཐམས་ཅད་སྤྲོས་བྲལ་རྟོགས་ཡོད་རོ། ག་རེ་ག་སྲིད་དེ་ལ་ཚོགས་སྦྱོར་གཉིས་ལ་སྔ་མར་མི་རྟོག་པའི་ཡེ་ཤེས་དེ་མེད་པ་ཡིན་སོང་དེ་གཟུགས་བ་རྒན་ལ། ག་སྲིད་ཚོགས་ལ་ཚོགས་སྦྱོར་གཉིས་ལ་སྔ་མར་མི་རྟོག་པའི་ཡེ་ཤེས་དེ་མེད་པ་ཡིན་སོང་སོང་ན། ཨ་ནི་འཕགས་པའི་མཉམ་གཞག་ཡེ་ཤེས་དེ་རྒྱུ་མེད་ལས་སྐྱེ་བ་མཐར་འགྲོ་གི་རེད་ཟེར་ཏེ་སྔོན་གྱི་གཉུག་མའི་འདས་ལ་ལོས་ད། པོ་ནི། གལ་ཆེ་ན། ཧོར་ཟླ་པ་ཡི་ས་བོན་དེ་ནད་ཀྱི་མྱུ་གུ་འབྱུང་བས་དེ་དེ་ཕྱིར་རྣམ་པ་ཐོགས་ཏེ་རྣམ་པ་ཐོགས་མེད་འབྱུང་མི་འགྱུར་དེ་རིག་པ་དེ་ཏག་ཏག་ཚུར་ཚུར་བབས་འགྲོ་བ་རེད། བྱས་ཙང་བོ་ནི་མཐོང་ལམ་རྣམ་པར་མི་རྟོག་ཡེ་ཤེས་དེ་རང་གིས་དངོས་རྒྱུ་ནི་རྒྱུ་ག་རེ་རེད་ག་རེ་ལས་སྐྱེ་གི་རེད། སྦྱོར་ལམ་དེ་རྟོགས་པ་རེད་འདུག་བ་སོགས་རང་གི་རིགས་མཐུན་ནི་རྒྱུ་ལས་སྐྱེ་གི་རེད། འོ་ན་རིགས་མཐུན་ནི་མཐུན་སྣང་ག་རེ་རེད་རོ་ན། སྦྱོར་ལམ་གྱི་སྐབས་སུ་ལྟར་རྣམ་གྲངས་མ་ཡོད་དོ་སྣང་རྟོགས་པས་རྣམ་པར་མི་རྟོག་ཡེ་ཤེས་དེ།

དེའི་བཟུང་བའི་རང་བཞིན་ཡོད་པ་ལ་དགག་བྱ་འཇལ་བ་གཉིས་ཡོད་དོ། འོན་ཀྱང་དགག་བྱའི་གཙོ་བོ་ནི་ཕྱི་མ་ཡིན་ཏེ་ཡུལ་ཅན་ཕྱིན་ཅི་ལོག་ལྡོག་པ་ལ་དེའི་བཟུང་བའི་ཡོར་ཐོག་མར་དགག་དགོས་པས་སོ་ཞེས་རང་བཞིན་གྱིས་ཡོད་པ། རིགས་པའི་དགག་བྱར་ངོས་འཛིན་ཅན་ཟེར་ནས་ནི་དེ་དུས་ཀྱི་སངས་རྒྱས་རཀྵི་ཏུ་སེམས་དཔའ་ལ་ལྟ་སྟེ་སྐབས་སུ་རིགས་པའི་དགག་བྱ་ཟེར་ཏེ་གཙོ་བོ་རང་བཞིན་གྱིས་ཡོད་པ་ཟེར་ཏེ་ངོས་འཛིན་བྱེད་དུས་སེམས་དཔའ་ལ་དེའི་རང་བཞིན་གྱིས་ཡོད་པ་ཟེར་ཏེ་གར་སའི་ཡུལ་ན་ཡོད་པའི་ཚོར་ག་འདོད་ཀྱི་རེས་ཨ་ནི་རིགས་རང་བཞིན་གྱིས་ཡོད་པ་ཟེར་དེ་དང་ཨ་ནི་བདེན་པར་ཡོད་པ་ཟེར་དེ་གཉིས་བར་ཐག་ཁྱད་པར་ཡོད་རིགས་དང་མ་རེད།

རིག་པའི་དགག་བྱ་ཡིན་པའི་སྐབས་སུ་རྩོད་བཟློག་ལ་གོང་དུ་གི་དོགས་རྗེས་རིམ་པར་བྱས་ཤིང་ཡོད་འདམ། ད་ནི་རྩོད་བཟློག་གོང་དུ་གི་སྐབས་སུ་ད་ནི་འགལ་ལ་ཁྱེད་རང་བསྐྱོད་སོང། རིག་པའི་དགག་བྱ་ལ་ད་ནི་ཕྱིན་ཅི་ལོག་གི་དགག་པ་བཟུང་བ་དང་དེ་བཟུང་བའི་ཡུལ་རང་བཞིན་སྒྲུབ་པ་ལ་དགག་བྱ་བཟུང་བའི་ཚིག་དེ་མར་འགྲིག་རང་ཡོད་རེད་ད། འོ་ན་དགག་བྱའི་གཙོ་བོ་ནི་ཕྱི་མ་ཡིན་གསུངས་ཡོད་རོགས་དེ་དག་རྗེས་རིམ་པར་བྱས་རེད་ད། དེ་དགག་བྱ་ནི་རིག་པའི། ད་ནི་དེ་རྣམས་ལ་ག་ལ་རེ།

སྐུལ་གྱི་གདངས་བཞི། སྟོང་གི་གདངས་དཔེར་ན། ངག་གི་གདངས་ཏེ་མཐའ་བཞི་བྱེ་བ་ཏྲི་ཏྲི་དགག་བྱ་གི་ངག་དེ་དང། དིའི་གི་གདངས་ཏེ་མཐའ་བཞིའི་གི་དགག་བྱ་གཉིས་ཏེ་གཅིག་རེད་བས། ཨ་ནི་དགག་བཞི་དང་དགག་བྱ་གཅིག་ཏུ་བྱེད་ཀྱི་ལགས་དོ། གཅིག་ཡིན་པ་ཡིན་ནའང། ཡིན་པ་རེད། སི་ཏང་གི་ཅི་ན་ཡང་ཡོད་པ་མ་ཡིན་ལགས་དོ། ཡོད་པ་མ་ཡིན་ན།

མཐའ་བཞི་སྐྱེ་བ་གཅིག་ཏུའང་མཐའ་བཞི་བྱས་ཏེ་ཡོད་པ་དང་མེད་པ་དང་གཉི་ག་དང་གཉི་ག་མ་ཡིན་པའི་ཞིག་ན་ཡོད་པར་བྱས་ཏེ། ཡོད་པ་མ་ཡོད་པ་མ་ཡིན་མེད་པ་མ་ཡིན་བྱས་ཏེ་ད་རང་ཁས་ལེན་གྱི་རེ་བས་ཞེས་དྲི་བ་དང་དྲི་གི་ལ། འཇིག་རྟེན་ཐ་སྙད་ལ་ཡོད་པ་རེད། ནི་ང་ཚོ་རིག་པའི་ཤེས་པས་ཚེ་ཡོད་པ་མ་རེད་ལབ་པ་ཡིན་ན། ད་ཕལ་ཆེར་ད་ང་ཚོ་དགེ་ལུགས་པའི་བཤད་སྟངས་དང་གཅིག་པ་རེད་ང་ཚོ་ཡིན་ན་ཐ་སྙད་དུ་ཡོད།

གཟུང་བ་བུ་མོའི་དགག་བཞི་དགག་བྱ་ག་རེ་རེད་བུ་མ་འཛིན་པའི་བདེན་འཛིན་དང་དགག་བཞི། གཟུང་ཡུལ་བུ་མ་ཁོ་རང་རེད་ད། འདི་གཉིས་ཆ་རང་བཞིན་མེད་པ་རྟོགས་དགོས་རེད་ཟེར་རེད་གཅིག་རེད་ཤེས་རེད་ད། རྗེ་རུ་མ་ཆ་ཡིས་ད། དགག་བཞི་དགག་བྱ། བུ་མོའི་སྟེང་གི་བདེན་པ་བུ་མ་བདེན་འཛིན་འདྲ།

བུད་ཤིང་བསད་པས་མི་ཤི་བ་ནང་བཞིན་རེད་ལ་རེད་ད། བུད་ཤིང་ཁོ་རང་བསད་ནས་དེའི་སྟེང་གི་མི་ཤི་བ་ནང་བཞིན་རེད། གཟུང་བ་ཡུལ་གང་རང་བཞིན་མ་འགྲུབ་པ་དེ་འཛིན་གྱི་བློ་ཡང་རང་བཞིན་མ་འགྲུབ་ལ་ཨ་ནི་དགག་བྱ་དང་དགག་བྱ་གཅིག་ཏུ་ལ་ནི་འདི་རང་བཤད་ཀྱི་རེད་ཟེར་གི། ངོ་ལ་སོ། ཅེས་རྗེ་རུ་མ་ཆེ་ཡིས་ཐ་སྙད་ཡོད་ལབ་ཀྱི་འདུག་ད་ངས་མ་འདྲ་མ་བྱུང་ཡང་འདྲི་གི་མ་འདྲ་གི་མ་རེད་ཞུ། ད་ངལ་བྲོ་བ་ཞུ་ཆོག་ཅིག།

ཨ་ནི་ག་རེ་ཟེར་ན་ང་ཚོ་གཞི་བུམ་དཔེར་ན་གཞི་བུམ་པའི་ཡི་གེ་འདི་ཨ་ནི་ད་ལྟ་སྟོང་པ་ཉིད་གཏད་ལ་འཕགས་འོང་དུས་གཞི་བུམ་པ་དེ་ཉིད་གཞི་མེད་རྩ་བྲལ་དུ་ལུས་ནས་གཞི་བུམ་པ་ལ་སོགས་པ་མེད་པ་ཆགས་འགྲོ་གི་རེད་ཟེར་དེ་འདྲི་ཅི་བཀག་ལོ་ཅི་འདོགས་ཟེར་རོ། དེ་ཡིས་ཏེ། དཔེར་ན་སྟོང་ཉིད་རྟོགས་པའི་བློ་ཁོ་རུག་གི་སྟེང་དུ་ཨ་ནི་སྟོང་པ་ཉིད་གཏད་ལ་འཕགས་འོང་དུས་སྟོང་ཉིད་རྟོགས་པའི་བློ་ཁོ་རུག་གཞི་མེད་རྩ་བྲལ་དུ་འགྲོ་གི་འགྲོ་གི་མ་རེད།

སྟོན་ཉོན་སྟོན་པའི་བློ་ཁོ་རུ་བཞིན་མེད་རྩ་བྲལ་དུ་འགྲོ་ཙམ་བཟུང་ན། དེའི་ཡུལ་འཇུག་ཤེས་ཡུལ་སྟོང་པ་ཉིད་འཇུག་ཤེས་ཀྱི་བློ་བསྲེ་ཡ་དེ་གང་འདྲས་བྱ་དགོས་རེད། འདིར་རྟོག་ལྡོག་ཞུ་བྱེད་པ། ཆོས་ཀྱི་མྱ་ངན་ལས་འདས་པའི་ཆོས་ཅིག་ཡོད་ན་ཡང་དེ་ཡང་རྨི་ལམ་དང་སྒྱུ་མ་ལྟ་བུའོ་ཟེར་དེ་རེད་ད་དོར་ན་རྟོག་ལྡོག་དེ། རྟོག་ལྡོག་ཞུ་འདི་རེད་ད་སྒྲ་མི་འདྲ་ཞུ་བ།
མཁན་མོ་ལ་དྲི་བ་ཞིག་ཆོག་པ་ཅིག་མཁན་མོ་ལ་དྲི་བ་ཞིག་ཆོག་པ་ཅིག་ད་ལྟ་མཁན་མོ་ལ་གི། བུམ་པ་བདེན་མེད་རྟོགས་པ་ཡིན་ན། བུམ་པའི་འཁོར་གསུམ་བདེན་མེད་རྟོགས་དགོས་ཀྱི་མ་རེད།

དེ་ནས་ཕལ་ཆེར་སངས་རྒྱས་ཀྱི་ས་ན། ཕལ་ཆེར་རྟོགས་མཁན་གྱི་ལོ་དང། ཨ་ནི་རྟོགས་རྒྱུད་ཀྱི་ཆེས་གང་ཡང་ཕལ་ཆེར་མེད་པའི་བཟོ་འགྲོགས་ཅིག་ཆགས་འགྲོ་གི་འདུག་ཨ་འོ་དེ་གསལ་བོ་ཅིག་གསུང་རོགས་གྱིས་དང། འོ། དེ་ནི་གཙོ་བོ་ཉིད་ཆགས་ཀྱི་མ་རེད་ལགས་གིན། ཞི་མི་རྩ་བྲལ་ལ་རྟོགས་མཁན་དེ་མ་གཅིག་ཚོགས་སྦྱོར་ལ་མ་ཞུགས་པ་ནི་ཡོན་ཅིག་ཡོད་རེད་གོ་སོང། རྟགས་དང།

ད་ང་ཚོ་གང་དང་འདྲ་དེ་མང་པོ་བཤད་བསྡད་ཡ་དེ་ཐུག་ས་དེ་ག་བ་ཐུག་བསྡད་བཞག་ཟེར་ན། དགག་བྱ། བཏགས་པའི་དངོས་ལ་མ་རེག་པར་དེའི་དངོས་མེད་ཚིག་མ་ཡིན་ཟེར་ཡ་གི་དགག་བྱ་དེ་དང། དགག་བྱ་དེ་ངོས་འཛིན་ཚུལ་འདི་གང་ལ་ཐུག་དེ་སྐོར་དང། ག་རེ་ཡིན་ན་མིན་ན་ད་བུམ་པ། ཨ་ནི་སྐབས་འདིར་དགག་བྱ་ཆགས་འགོ་རེད་ཆགས་འགོ་མ་རེད། བུམ་པ་དང་ཀ་བ་ལ་སོགས་དགག་བྱ། རེད་དམ། དགག་བྱ་རེད་དམ་མ་རེད། ད་ཨ་ནི་དགག་བྱ་ངོས་བཟུང་གོ་ཨ་ས་ནས་དགག་བྱ་དེ་ག་འདྲས་ཅིག་ལ་བཞག་གི་རེད། དགག་བྱ་དེ་ངོས་འཛིན་པའི་ཚད་གྲོགས་པོ་དེ་ག་འདྲས་ཅིག་ལ་བཞག་གི་རེད་འོ་འདི་གསལ་བོར་གསུངས་བཞག་ན་འདི་ཡོངས་སུ་རྫོགས་པ་དེ་འདི་གང་དུས་འགྲོ་གི་འདུག་བསམ་གི་འདུག། དགག་བྱ་ལ་ན་འདིར་བཞག་རེད་རིགས་པའམ་རིགས་པས་ཞིབ་ཏུ་རུང་བ། ངས་བུམ་པ་དེ་དགག་བྱ་རེད་མ་རེད་ཟེར་མཁན་དང་པོ་དེ་རེད།

ཡུལ་དེ་ཙམ་ལ་མངོན་རྒྱུ་དེ་ཡོད་པའི་རྒྱུ་མཚན་གྱིས་དེའི་སྟེང་དུ་བཀོད་རྒྱུག་ཆོས་ཀྱི་སྣང་ཤར་གྱི་ཆིག་ཡོད་རུང། དེ་ཡིན་དུས་ཙམ་ལ་མངོན་རྒྱུག་གི་ཟུར་སྒྲ་དྲི་རོ་རེ་སྦྱར་སྔ་དེ་མངོན་རྒྱུག་བྱས་དེའི་སྟེང་དུ་ཁྱད་ཆོས་དེ་ལ་ཤིང་བརྐོ་ཤིང་བརྐོ་ཟེར་བ་དག་བརྐོ་དུ་གྱུར་པའི་ཁྱད་ཆོས་མང་པོ་ཅིག་བྱས་བོ་རང་ཡིན་ཙང་གཞི་གཟུགས་ལྟ་བུ་ལ་བྱ་བ་ཡིན་ན་གཟུགས་ཀྱི་སྟེང་གི།

ལྐོག་གྱུར་མངོན་གྱུར་གཉིས་ཡོད་པ་ཆེ་རུང་ཨང། ལྐོག་གྱུར་དང་མངོན་གྱུར་དང། ཡོད་རུང་ཨང། ཨི་ཙང། མངོན་གྱུར་ཆོས་གང་ཡིན་པ་ནི་ང་རང་ཚོས་ཡོད་མ་ཡོད་དཔྱད་པ་ཁྱོད་ཅག་གིས་མ་རྟོགས། ཚ་མོ་ལགས་ཐུན་མོང་དུ་ཚད་མའི་དྲུག་དེ་རུང་ཨང། ད། མངོན་གྱུར་གྱི་ཆོས་དེ་དག་གི་སྟེང་དུ་དཔའ་བརྟུལ་ཞུགས་པའི་ཆོས་དེ་བཞག་འོང་དུས་ཙང་ལ། གཞི་ག་པར་བྱས་ན་ཁྱད་པར་མི་འདུག་མི་འདུག་གཟུགས་སྒྲ་དྲི་རོ་ཆ་ག་པ། གཟུགས་ཀྱི་གནས་ཚུལ་མཐའ་ཐུག་པ་དེ་ལ། གཟུགས་ཀྱི་སྟེང་གི། གནས་ལུགས་མཐའ་ཐུག་བཞག་གི་ཡོད་རེད་བཞག་གི་ཡོད་མ་རེད་པས་དེ་དྲི་བ་ཡིན།

ཨ་ནི། ད་ལྟ་ག་རེ་བྱས་ན་གདོན་ཆོས་ཡོད་པས་ཀྱི་རྟགས་ཀྱང་མ་ཁེགས་པར་སྣང་བ་ཞེས་པ་དམིགས་པ་ཡོད་པས་ཀྱི་དོན་འདི་ལ་བྱ་གི་ཡོད་རེད་བྱ་གི་ཡོད་མ་རེད། གལ་སྲིད་འདི་ལ་བྱ་བ་ཡིན་ན་རེད། གལ་སྲིད་འདི་ལ་བྱ་བ་ཡིན་ན་ཨ་ནི་བུམ་པ་བདེན་མེད་རྟོགས་པའི་ཀྱི་རིག་བྱེད་འབྱེད་པ་དེ་ཉིད་དེ་ཨ་ནི་མེད་དགག་ཅན་པའི་ཀྱི་བློ་མ་ཡིན་པ་ཆགས་འགྲོ་གི་འདུག་གང་ཞེ་ན། རང་གི་དགག་བྱ་བཀག་པའི་ཤུགས་ཏུ་ཆོས་ཅན།

འོ་དེ་གསུངས་དུས་བུམ་པ་ཁོ་རང་ཉིད་གནས་ལུགས་གཏན་ལ་འབེབས་དུས་ཙམ་པ་ལ་དོན་འདི་འབྲེལ་གྱི་བུམ་པའི་གནས་ལུགས། དྲི་བ་དང་གི་དྲི་བ་དྲི་བ་དྲི་བ་ཚོད་ཕུད་ནས་དྲི་བ་རེད་རེད། དེ་ལུང་དེ་དེ་ལུང་དེ་བུམ་པ་ཁོ་རང་ཡོད་པ་སྒྲུབ་བྱེད་བུམ་པའི་སྟེང་གི་འདི་ལྟ་བུ་སྒྲུབ་བྱེད་སྐད་ཆ་མ་རེད་ད། བུམ་པ་ཁོ་རང་ཡོད་པ་སྒྲུབ་བྱེད་མ་རེད་ད་རྒྱ་ལ་ཨ་ནེ་ལ་ཁྱེད་མོ་ལ་འདི་ལ་ཡིན། གར་བྱེད་ན་བུམ་པ་ཁོ་རང་གི་གནས་ལུགས་འདི་རོ། དོན་ཆོས་རིག་པའི་ཀྱི་རྟགས་ཅིག་བྱས་བ་ཡིན་ན་གལ་སྲིད་མ་ཁེལ་བ་ཡིན་ན་འདི་ཨ་ནི་དོན་གྲུབ་ཏུ་ཆགས་འགྲོ་གི་འདུག་འདི་གནད་འགག་ག་རེ་ལ་བརྟེན་ནས་འདི་འདྲའི་དོན་གྲུབ་ཀྱི་ཆགས་འགྲོ་གི་ཡོད་རེད་ཟེར་འདི་ཡིན། ད་ལྟ་ཁྱེད་ལ་ལ་དྲི་བ་གཅིག་དང་གཅིག།

བྱས་ཚེ་དེ་ནི་ཡིན་ཚད་རྗེས་ལུང་མེད་རྗེས་ལ་མེད་ཡིན་ནི་གལ་སྲིད་ན་ཡོད་ཕྱིར་མི་འགོག་པའི་རྒྱུ་མཚན་གཙོ་བོ་དེ་བ་ཅིག་ངས་དེ་ཡིན་གྱི་རེད་དྲན་གྱི་ཡོད། ད་ནི་ཨ་ནི། ཁོ་མོ་ལ་ཁོང་ཁོང་གིས་ཨ་ནི་ཟོང་རྟགས་འདི་འདི་ན་ལ་ཡ། ད་ནི་ལམ་ཚོ་ནམ་ས་ན་ལ་ཡ། དེ་སྟོང་པ། སྣང་བའི་སྟོང། ཡོད་མཐའ་ཟེར་བ་དང་སྟོང་པའི་མེད་མཐའ་ཟེར་བ་དེ་སྒྲོ་གུ་ཡི་ཐ་སྙད་ཟིན་ནས་སྟོང་པ་རྟེན་འབྱུང་གི་དོན་དེ་རྟེན་འབྱུང་སྟོང་པའི་དོན་དེ་བགྲོད་ཚུལ་གསུང་སྟངས་ཞིག་ཡོད་རེད་འོ་ད་དེ་ཡིན་བ་ཅིག་དེ།

ད་སྒྲ་མང་བྱུང་ཡང་ནི་ཡོང་སྲིད་ཁུར་བ་ཡང་དེ་ལས་ལན་མ་ཐེ་བ་རེད་ཟེར་ལ་ཡོད་མ་རུ་བ་ད་དེ་ཡང་ནི་ལ་ཁོ་རང་གིས་བསམ་བློ་དང་བར་ཆད་ཆགས་ས་རེད་བསམ་གི་འདུག་དེ་ནི་རེད་བཞག་ཨང་གང་ཐམས་ཅད་ལ་ཐུགས་རྗེའི་གནང་བཀའ་དྲིན་བླ་ན་མེད་པ་ཆེ་ཡང་ནི་རྩོམ་ཤོག་གོང་མ་གནང་མཁན་དེ་དང་གཏམ་བཤད་གནང་མཁན་རྒན་གཏམ་པ་དར་རྒྱས་མཆོག་དང་ཨ་ནི་ལ་པད་མ་ཆོས་ཁོང་རྣམ་པ་གཉིས་ནས་ཧ་ལས་ག་ལྷག་པར་དེ་ཨ་ནི་པད་མ་ཆོས་སྐྱོང་མཁན་པོ་པད་མ་ཆོས་སྐྱོང་མཆོག་ནི་ཡང་རྩོམ་ཤོག་དེ་ལ་དངོས་ནས་རྩོམ་ཤོག་བྲི་སྟངས་ཁོ་རང་ང་ཚོ་ལྟ་བ་ཡིན་པས་ད་རྩོམ་ཤོག་ལས་ང་ཚོ་ཅིག་བློ་རྒྱ་ལས་ཡང་ཡིན་པ་དེ་འདྲའི་རྩོམ་ཤོག་བྲིས་བཞག་དངོས་ནས